གདུག་པའི་གནོད་པའི་མི་འམ་མི་ཡི་གྱ་རྣམས་ཀྱི་སྙིང་ཏིག་ཏིག་འདི་ལ་གང་གིས་འབད་པ་དེ་ལེགས་པར་གོས་པ་ཀུན་གྱི་མཐར་ཐུག་འབྲས་བུ་ལྷུན་གྲུབ་པོ་འཇམ་པའི་ཡེ་ཤེས་སེམས་དཔའ་འགྲུབ། བོད་ཀྱི་རིག་པའི་གླེང་སྟེགས་ཀྱི་ཐོག་ལ་ཞུགས་པའི་ཚོགས་མི་ཚང་མ་ལ་འཚམས་འདྲི་དང་བཅས་ནས། ཨ་ནི་ད་ད་ལྟ་ང་ཚོ་སྐབས་གསར་བའི་བགྲོ་གླེང་གི་བརྗོད་གཞི་དེ། སྐེག་ཚིག་དང་བག་ཚིག་གི་ཐོག་ལ་རེད། དེའི་ནང་ནས་ད་ད་ལྟ་ངས་ཞུས་ཏེ་དེ་གེགས་རྩིས་ཐོག་ལ་ཡིན། ཁ་ཚང་དུམ་མཚམས་གཅིག་ཞུས་པ་ཡིན་ད་གེགས་རྩིས་ཐོག་ལ། ད་གེགས་རྩིས་ཀྱི་ཐོག་ལ་མ་གཅིག་ཞུ་དགོས་དུས་ཙམ་པ་ལ་གཞི་རགས་གཅིག་སྒྲོམ་གཞི་གཅིག་གི་སྟེང་ནས་བཞག་ནས་ཞུས་པ་ཡིན་ན་དེ་ཚོ་གོ་བདེ་དང་ལག་ལེན་ལ་འཁྱེར་བདེ་བ་ཡོང་གི་རེད་བསམ་གྱི་འདུག་གཞན་ཡང་ད་སྤྱི་བཏང་སྤྱི་བཏང་གི་འགྲེལ་བཤད་འདོན་སྟངས་ཀྱི་ཉམས་མྱོང་ཙམ་ཞུས་པ་ཡིན་ན་དེ་གི་མ་ལྕོགས་པ་ད་གེགས་ཡོད་མ་རེད། ཡིན་ན་ཡང་ལག་ལེན་ལ་ནང་ལྟ་འཁྱེར་བདེ་བ་བྱས་པ་ཡིན་ན་ད་གབ་རྩིས་བྱེ་བྲག་པ་ཅིག་གི་སྟེང་ནས་གི་ད་དེ་གབ་རྩིས་དེ་སོ་སོ་སོ་གི་ཡང་ཉམས་མྱོང་རང་བྱས་ནས་སོ་སོའི་ལག་ལེན་ལ་ཡང་ད་ག་རེ་འཁྱེར་གི་ཡོད་རེད་རེད་བ་ལག་ཏུ་ག་རེ་གླེང་གི་ཡོད་རེད་འོ་དེ་ལ་གཞིགས་པས་གི་ད་འགྲེལ་བཤད་རྒྱབ་དགོས་གི་ཡོད་རེད་བྱས་ཙང་དེ་ང་ཚོ། རྩིས་ཀྱི་འགྲེལ་བཤད་ད་ཅིག་ག་རེ་བཤད་ཀྱི་ཡོད་ནི་རེད་ད། རྒྱ་ཆེ་ལོས་དང་གནས་དུས་པོ་ག་རེ་བཤད་ཀྱི་ཡོད་ནི་གང་ལྟར་གབ་ཚིག་ཅིག་ལ་བརྟེན་ནས་འགྲེལ་བཤད་རྒྱག་དགོས་ཀྱི་རུ་བ། བྱས་ཙང་ང་ཚོ་གབ་ཚིག་གཏན་ལ་འབེབས་ཡས་དེ་བེད་སྐྱེད་ཆེན་པོ་ཆགས་ཀྱི་འདུག་ད་གབ་ཚིག་གས་འགྲིག་འདི་གསུམ་ག་རེ་ཡིན་ནི་དེ་འདྲའི་རྗེས་གཏན་ལ་འབེབས་དེ་ནི་གཞི་ནས་འགྲེལ་བཤད་ཅིག་རྐྱང་དགོས་ཀྱི་རུ་བ་ད་དེ་དེ་ཡིན་དུས་སྐབས་ལ་ད་གབ་རྩིས་ཡོད་ཚེ་ད་དེ་གཞུང་ནང་གཏན་ཚིགས་ལོག་པ་ང་ཚོ་ལག་ལེན་དུ་འཁྱེར་ཐུབ་ཀྱི་ཡོད་མ་རེད་དེ་ཡིན་པ་སོང་ཙང་ད་ཀེག་རྩིས་ལྟ་བུ་རབ་བྱུར་མཚོན་པ་ཡིན་ན་དེ་རིང་ངས་མ་ཞུས་དེ་ནི་དེ་གནས་དེ་བོ་གཅིག་གི་ཐོག་ནས་ཀྱི་མ་ད་ང་ཚོ་གཞུང་ནང་ལས་སློབ་སྦྱོང་བྱེད་མྱོང་ཡོད་བསྡད་པ་གང་ཞིག་ལ་ལག་ལེན་ཐོག་ལ་ཡང་འཇུག་པ་བསྡད་པ་ཡོད་པ་དང་འཁྱེར་བསྡད་པ་ཡོད་པ་ལག་ཏུ་བླངས་བསྡད་པ་ཡོད་པའི་ཆ་ནས་གཅིག་ཞུ་ཐུབ་ན་ཡག་པོ་ཡོད་རེད་བསམ་གྱི་འདུག་བྱས་ཙང་དེ་ཡིན་དུས་ཁ་ཚང་ངས་རྣམ་པ་ཚོ་ལ་ཀེག་རྩིས་ད།

ད་ལྟ་ཞུ་གི་ཡིན། བྱས་ཙང་ད་དེ་ངས་ཁ་ཚང་ཞུས་པ་ནང་བཞིན་གྱི་ཁ་ཚང་ངས་ད་ལྟ་སྐེག་རྩིས་ཀྱི་གེག་སེལ་མེ་ལོང་དེ། རིམ་པ་དང་པོ་རབ་བྱེད་ཞུས་པ་རེད་རིམ་པ་དང་པོ་དེ་གར་ཆ་བསྡད་ཡོད་རེད་ཟེར་ན། དེའི་གི་གེག་རྩིས་བྱ་བའི་དགོས་པ་དང་ནི་གེག་རྩིས་ཀྱི་གལ་ཆེའི་རང་བཞིན་ཟེར་དེ་རུ་བ་དེའང་ནས་འགའ་ཅིག་ཆ་བསྡད་ཡོད་རེད་དེ་ཞུས་གྲུབ་པ་རེད། ད་དེ་ནས་ད་ལྟ་མ་ས་བཅད་རབ་བྱེད་རིམ་པ་གཅིག་དབྱེ་བ་ཡིན་ན་འདི་ཡི་གི་ནང་གསེས་རབ་བྱེད། ས་བཅད་ལྔ་གྲབས་བྱེད།

ཨ་ནུའི་སྙིང་ཏིག་གོ་བདེ་བའི་ཚུལ་དུ་ག་འདྲ་བཤད་དགོས་ཀྱི་རེད་ཟེར་ཏེ་དཔྱད། ཨ་ལྔ་པ་དེ་ད་རྩིས་འབྲས་བསྟན་ཞབས་པའི་འདྲི་གི་ཡོད་མ་རེད་བ། ཨ་དེ་ལ་ཡང་ད་ཅིག་མི་མཐུན་པའི་ཆ་དང་ཉེས་པའི་ཆ། ད་གང་ལྟར་བར་དུ་གཅོད་པའི་ཆ་ག་རེ་ཡོད་པ་ཡིན་ནས་དེ་ལ་ད་རྩིས་ཀྱི་དམིགས་ཡུལ་དེ་ད་དེ་བཟོ་བཅོས་རྒྱབ་ཡས་དེར་བ་བཅོས་ཁ་ཆེ་དེ་ཡིན་པ་སོང་ཙང་ད་བཅོས་ཐབས་ཉེར་མཁོ་ཁ་ཅིག་ད། ད་ཡང་དེ་ཚོའི་སྐྱེས་ཐོབ་ཉེར་མཁོ་དེ། ང་རང་ཚོ་གི་རྩིས་ཀྱི་གཞུང་རྣམས་བསྟན་པ་གཞི་ལ་བྱས་པའི་ཐོག་ནས་དེང་སང་གི་སྤྱི་ཚོགས་ཀྱི་གནས་སྟངས་དེ་བསྟུན་ནས་ཡང། ག་འདྲ་ག་འདྲ་བྱེད་ཀྱི་ཡོད་རེད་ད། སོ་སོ་རང་ཉིད་རྩིས་བྱས་བྱས་པའི་གི། བྱེད། ལག་ལེན་གྱི་བརྒྱུད་རིམ་ནང་ནས་མ་ད། འབྲེལ་བ་ཆགས་བསྡད་ཀྱི་འདུག་འོ་དེ་ག་དེ་ཡིན་འདུག་སེ་བྱས་དེ་ཚེ་སྔ་ལ་དབྱེ་ནས་ཞུ་གི་ཡིན། ད། གཉིས་པ་དེ་དེ་རིང་གཉིས་པ་ནས་མ་ཞུ་གི་ཡིན་པ་དེ་གཉིས་པ་ནས་མ་ཞུ་གི་ཡོད་ཚ་གཉིས་པ་དེ། གབ་ཚིག་དེ་རེད། གབ་ཚིག་གཏན་ལ་འབེབས་ཚུལ་ཞེས་དེ་ལ་ད་ངས་འདིའི་ནང་ལ་གབ་ཚིག་དེ། གབ་ཚིག་ནི་རྒྱས་པ་ཡང་མ་ཡིན་པ་རུ་ཨ། འདི་ནི་ཤིན་ཏུ་བསྡུས་པ་ཡང་ཡོང་ད། ཅེས་ཀྱི། ལག་ལེན་དུ་བཤད་བདེ་བ་ཡོད་རེད་དེ་ཡང་ཡིན་ན་ཡང་ཤིན་ཏུ་བསྡུས་འདྲ་ན་ནི་དེའི་ནང་ལ། དགོས་མཁོ་འདྲ་བོ་ཞུ་བ་ཅིག་གིས་ཆ་ཚང་པོ་ཅིག་བསྐངས་ཐུ་ཡ་མེད་བསྡད་པ་རབ་ཅིག་རེད་ཤག། བྱས་ཙང་འདི་ཡིན་དུས་ཙམ་པ་ལ་ད་རྒྱས་བསྡུས་འབྲིང་པོ་ཅིག་གི་ལམ་ནས། ང་ཚོ་སྐྱེག་རྩིས་དེ་བྱས་པ་ཡིན་ན། ཨ་ནི། སོ་སོའི་དངོས་གནས། རྩིས་དེ་ཇི་ལྟ་བུ་ཡོད་པ་དང་དུས་ཚོད་ཆ་ནས་འདང་ངེས་རྟགས་གཏོད། མྱང་ཚོར་རིམ་པ་གཉིས་ཆགས་ཀྱི་ཡོད་རོགས་སྐབས་ཚེ་རྒན་འབྲིང་དུས་གསུམ་བཟས་ཏེ། ལན་གཅིག་སྐར་ཚང་གཅིག་ཆ་རྐྱེན་འདྲ་བ་དེ། གང་ཟག་གི་སྤྱི་ཚོགས་ཀྱི་གནས་སྟངས་དེ་ལ་བསྟུན་དགོས་ཀྱི་ཡོད་རེད། ང་རང་ཚོ་རྩིས་པ་སྒེར་སོ་སོ་གི་ཤེས་ཡོན་རེད་དུས་ཚོད་དང་དུས་ཚོད། བདུན་དགོས་དུས་བརྩམས་པ་ལ། གང་ལྟར་གནས་དུལ་བོ་གཅིག་དགོས་ཡ་དེ་པད་ཁྱི་ཆེན་པོ་ཆ་འདེགས་འདུག་ཨ། འོ་དེ་བྱས་ནས་རེད་དེ་ཡིན་དུས་བརྩམས་པ་ལ་ད་ངས་དེའི་ནང་ལ་གབ་རྩིས་གཏན་ལ་འབེབས་ཚུལ་དེ་གབ་རྩིས་དེ་ད་ངས། ཆ་ཚང་རྟ་དེ་བྲབས་ཏེ། ད་འདི་སྐེག་རྩིས་ང་རང་ཚོ་དེའི་ནང་ལ། ཞེ་མཐུན་མ་ཟེར་བྱས་ནས་ཡོད་རེད་བ། ཀེག་ཙི་ཞེ་དུས་མ་དེ། ད་ད་འདི་འབྱུང་རྩིས་ཟླ་ཟེར་ནང་ལ་ཡོད་རེད། ད་ང་ང་རང་སྒེར་ལ་མཚོན་པ་ཡིན་ན་ཁྲིད་རྒྱུན་ཡོད་པ་དེ་འབྱུང་རྩིས་ཟླ་ཟེར་དེ་རེད། ཨ་ནི། ད་ད་འདི་དེ་ནི་བེ་གར་ནང་ལ་ཡོད་རེད་དེ་འདི་ཙམ་པ་ལ། ཨ་ནི་གཞུང་སྙིང་ག་ན་ནས་ཁ་གསལ་པོ་བྱས་ནས་བསྟན་ཡོད་དུས་ཙམ་པ་ལ་ཀེག་ཙི་ཞེ་དུས་མ་དེ་ལག་ཏུ་བླངས་བདེ་པོ་བྱས། དེ་དེར་བྱས་དུས་སུ་ཡང་རྒྱལ་པོ་ཞུ་མེད་བྱས། ད་ནི་ད་ཧ་ལམ་གོམས་འདྲིས་རབ་ཐེབས་ཡིན་ན་དེ་ནི་སྐར་མ་ཁ་ཤས་ཅིག་ནང་ཚགས་ཐུག་ཡོད་ཀི། ཨ་འདི་ཆགས་བསྡད་ཀི་ཡོད་རེད། ཨ་ནི་ལག་ལེན་གང་ལ་མ་བརྟེན་ཁ་འགྲོ་དུས་ཡང་ཆ་ཚང་པོ་ཅིག་ཡོང་བསྡད་ཅིག་བྱེད། ཨ་དེའི་ནང་ལ་བཀོད་བཞག་པའི་གི། གཞུང་ནང་བསྟན་བཞག་པའི་གི་རྩིས་ཀི་འགྲེལ་བཤད་དེ་གི་དེ། ད་དེང་སང་དངོས་སུ་སྒར་སུག་རུ་བའི་སྤྱི་ཚོགས་གི། འགྲོ་སྟངས་སུག་རུ་བ་ང་ཚོའི་མིའི་གི། དེང་དུས་སྤྱི་ཚོགས་ཀི་གནས་སྟངས་དང་གཅིག། འགྲེལ་བཤད་བྱེད་དགོས་ཀྱི་ཡོད་ནའི་འཇུག་པ་དེ་པོ་ཡོད་བསྡད་པའོ་དེ་འདྲས་ཀྱི་གནས་སྟངས་ཀྱི་ཆ་ནས་རེད་སྐབས་རྩིས་ལྟར། སྐད་རྩིས་ཞེས་དུ་མ་དེ་ལག་ཏུ་ལེན་ལེན་གྱི་ཡོད་པ་བྱས་དེ་ཡིན་ཚད་དེ་སྐད་རྩིས་གཏན་ལ་འབེབས་པས་དེ་སྐད་རྩིས་ཞེས་དུ་མ་ཟེར་ངེས་དེ་རེད་བ། སྐད་རྩིས་ཞེས་དུ་མ་དེ་ལ་ད་ངས་འདིའི་ནང་ལ་ཁ་སྐོང་གི་དེའུ་སྒྲག་ཅིག་གི་ག་རེ་ལེན་གྱི་ཡོད་རེད་ཞུས་པ་ཡིན་ན་ཨ་ནི་དེའི་ནང་ལ་ད་ལྟ་མེད་དུ་མི་རུང་བ་ད་ལྟ་དེ་གནམ་སའི་གི་སྤྱིར་བཏང་གི་པར་ཁའི་ནང་ལ་རྐྱང་བཤད་ཀྱི་ནང་ལ་གླེ་ཡོང་གོར་བ་ཚང་མའི་ནང་གླེ་གི་རེད་དེ་ཡང་འགེལ་བྱེད་ཀྱི་ནང་ལ་ད་ལྟ་གི་གནམ་སྒོ་ས་ཁོལ་གྱི་དེ་ལ་དེ་གི་དེ། དམིགས་བསལ་ཅིག་ལྟ་ཚུལ་སྣོན་དགོས་ཡ་གྲུབ་ཆ་དེ་བཞག་དེ་ནས་བྱེ་བྲག། ད་ལྟ་མ་གལ། ནི། ལོ་གཅིག་གི་ནང་ལ་ལྷ་ས་སོག་སེར་གྱི་དར་སྐུད་ཀྱི་རིམ་པ་དེ་ཟླ་བ་སོ་སོའི་ནང་ལ། ལྟ་ལྟ་དེ་པོ་ཡོད་དུས་ཙམ་པར་དེ་ཡང་ཆ་ལ་བཀོད་བཞག་གི་ཡོད་རེད། འོ་དེ་འདྲས་སུ་བྱས་ནས་ཕ་ལྟ་ཡོང་དུས་སྐབས་ལ་དེ་ནི། དེའི་རྩི་ཤོག་ཅིག་ཡོར་བ་གབ་རྩིའི་རྡེའུ་བོར་པའི་རྩི་ཤོག་དེ། དེ་ནས་ཡང་གང་ཟག་དེ་ལ་བབས། རྩི། འབྲས་ཤེལ་དང་མཉམ་དུ་བབས་སྤྲད་བྱ་དེ་གབ་ལ། རྩི་ཤོག་དེའི་ནང་ལ་ཡང་ཆ་ཚང་ཅིག་བསྲེས་ཏེ་དེ་གབ་ལ། ཨ་ནི། ལོ་གཅིག་གི་ནང་ལ་ད་ཁྱེད་རང་ལ་ཡང་རྩིས་བྱས་པའི་རྗེས་ལ། ད་དུང་རྐྱེན་ཆག་པོ་རེ་བྱུང་བ་ཡིན་ན། དེ་ནི་ལར་རྩིས་བྱས་དེའི་རྩི་ཤོག་ད་ག་རང་གི་སྟེང་ནས་མ་བརྟག་བྱས་ཅི་ཐོག་ཡག་གི། བརྟག་བྱས་རྗེས་ནས་ཨ་ནི། ག་བ་ནས་ད་ད་དུང་ཡང་སྤྱོད་པ་ནན་པོ་གོ་གི་འདུག་རེད་བ། དེ་ནས་ཨེ་ནས་ཞབས་བརྟན་རིམ་གྲོ་བྱེད་ཞབས་པ་མ་འདང་བའི་ཆ་གར་བྱུང་འདུག་འདུག་ཅེས་བརྟག་དཔྱད་བྱེད་ཀྱི། ལ་ཡང་ཕན་ཐོག་ཡོང་གི་ཡོད་རེད། འོ་དེ་རེད་བྱས་ཙང་སྐེག་རྩིས་བྱེད་དུས་མ་བྱེད་ད་སྐེག་རྩིས་བྱེད་དུས་མ་དེ་རེད་རེད་ངས་འགྲེལ་བཤད་ཞུ་གི་ཡོད་མ་རེད་བ། ད་ཡིན་ནའང་ངས་ཡིག་ཆ་ད་ལྟ་དེ་ན་རྣམ་པ་ཚོ་ལ་མ་ཅིག་ཕུལ་གི་ཡིན་རེད་བ། ད་དེ་མ་ཅིག་ཤེས་ཀྱི་ཡོད་ཙང་དེ་ཡིག་ཐོག་ལ་ཅིག། བཀོད་བྱ་ཡོད་དེ་འདི་རྩོམ་པ་ལ་དེ་མ་ཕུལ་བཞག་པ་ཡིན་ན་དེ་ནས་རྗེས་གཟིགས་ཡོང་གི་རེད་གེགས་རྩིས་བྱེད་དུས་མ་གོ་རང། འོ་ད་དེ་ཡི་ས་བཅད་གཉིས་པ་རག་དེ་གབ་རྩིས་གཏན་ལ་འབེབས་ཚུལ་ཟེར་གི་རེད་ད་དེ་ངས་འབྲི་ཤག་ཅིག་བྱེད་པ་ཅིག་གི་ཞུ་གས་གས་མི་འདུག་རོ། ཨ་ནི་དེ་ནས་ངས་ད་ལྟ་དེ་བར་དེ་ལས་ད་འཁོར་འདས་ཀྱི་ཆོས་ཀུན་གཙུག་ལག་རྣམ་པ་གཉིས་དང་གབ་རྩིས་རྣམ་པ་ལྔའི་ཇི་ལྟར་གཏན་ལ་འབེབས་ཚུལ་ཟིན་ཅིག་གནས་བསྡུས་ཅིག་བྲིས་ཡོད་རེད་དེ་ད་ལྟ་འགྲེལ་བཤད་ཞུ་མོག་བའི་ཐོག་ནས་ཀྱི། གཙོ་འདོན་བྱེད་ཀྱི་ཡིན་རུང་བ་དེ་རྣམ་པ་ཚོས་གཟིགས་ཡོང་གི་རེད་ཡང་དེའི་ཐོག་ལ་མཁྱེན་འདོད་ཡོད་པ་ཡིན་ན་ཇུ་གུ་ལ་ཡང་འགྲེལ་བཤད་ཞུ་ཤག་ན་འགྲིག་གི་རུང་བ། འོ་དེ་རྗེས་ད་ད་ས་བཅད་གསུམ་པ་དེ་ལ་འཇུག་པ་ཡིན་ན་དེ་ནི་དལ་གཅེས་བྱས་ཚུལ་དེའི་རེད། ད་ང་ཚོ་འདིའི་གནད་འགག་ཞིག་ཐུག་ཡོད་རུང་བ་གབ་ཚིག་གི་ནང་ལ་བསྟན་བཞག་པ་དེ་ཚོ་གི་དལ་གཅེས་ག་འདྲ་བྱེད་ཀྱི་ཡོད་རེད་ཟེར་ཏེ། ཨ་ནི། ད་དཔེར་ན། ད་སྐེག་ཚིག་གིས་དལ་གྱིས་ཇི་སྲིད་ཀྱི་ཡུལ་བསྒྲགས་ཏེ་དགའ་བ་དགའ་བ་ཆགས་ཀྱི་ཡོད་རེད། ལྷག་པར་དུ་ད་ལྟ་སྐབས་སུ་ལོ་པོ་ཤེས་དེའི་སྐེག་ཚིག། ད་ད་ཞི་དུལ་མ། ད། ཞི་དུལ་མ་ཡིས་ད་ལོག་མན་ལེ་ལ་དང་བཅས་པ་བཤད་ཀྱི་ཡོད་རེད་པ་ང་ཚོ་དེའི་ནང་ལ་ཡོད་རེད། བྱས་ཙང་དེའི་སོ་སོ་གི་ད། རྩེད་ཆས་ཀྱི། ཡུལ་ག་བ་ག་བ་ལྟ་གི་རེད་ཟེར་གྱི་ཡོད་རེད་བ། དཔེར་ན་ང་ཚོས་རྩ་ཏིལ་བཞི་སྒྲོག་བྱེད་ཡིན་པ་ནས་རྩ་ཏིལ་བཞི་འདི་གས་ཀྱི་ཨ་ནི་སྲོག་གི་ཚད་ལ་ལྟ་གི་རེད། ཨ་ནི་ལུས་ཀྱི་ང་ཚོ་གི་གཟུགས་པོའི་གི་ནད་དེ་ག་རེ་བྱུང་མ་བྱུང་ལྟ་གི་རེད་ཟེར། དབང་ཐང་གི་རྒྱུ་ནོར་ལོངས་སྤྱོད་ལྟ་གི་རེད། རླུང་རྟའི་བྱ་བ་ལམ་འགྲོ་ལྟ་གི་རེད་ཟེར་གྱི་ང་ཚོས་ཆ་ཆེན་ཞུས་བསྡད་གི་ཡོད་བ་འོ་དེ། འོ་འདིས་གི་གནས་སྟངས་དེ་ད། འདི་ང་ཚོ་གི་སྨེ་བའི་ག་བ་ལྟ་གི་རེད་སྤར་ཁའི་ག་བ་ལྟ་གི་རེད་རེ་བ་རྣམ་ཀུ་ས་ཁོའི་གོ་བ་ལྟ་གི་རེད་ཟེར་ཇི་ཡོར་བ་ད། ད་ག་ན་བཞིན་འཇུ་ཐག་བརྟན་པོར་ད་ལྟ་ངས་དེ་ལ་ཁ་སྐོང་གཅིག་དེ་ཡོད་རེད་དུས་ཆོས་བླ་འཁྱམས་དེ་ཡོད་རེད་ཨོ་དུས་ཆོས་བླ་འཁྱམས་ཀྱི་ག་བ་ལྟ་གི་རེད་ཅེས་ན་དེ། ཨོ་དེ་ག་དེ། ད་ལྟ་ས་ཆའི་ད་ལྟ་གི་གསུམ་པ་དེ་ལ་གབ་ཚིག་དལ་བཅས་ཀྱིས་ད་དེ་བྱས་བྱ་ཟེར་གྱི་ཡུལ་གྲབས་རྫོགས་ག་རེ་ཡིན་པ་དེ་ངོ་སྤྲད་དེ། དེ་ཚིག་གལ་ཆེན་པོ་སྒྲུབ་བྱ་དེ་ཡོད་རེད། ད་དེའི་སྐོར་དེ་རྣམ་པ་ཚོ་དར་ཡང་དེ་ཡིན་གྱི་མིན་གྱི་གཟིགས་ན། ཁ་སང་མཁན་འཇམ་པ་སྐལ་བཟང་ལགས་ཡ་ཡང་དེ་རྣམ་པ་དར་ཡང་དང་བྲལ་ནས་འབྲི་ཤེས་སྐྱོན་སོང་བ་ད་ག་རང་ཆ་ཐིག་གི་ཡོད་རེད། དཔེར་ན་ད་ལྟ་སྐས་བརྩིས་ཀྱི་སྐབས་ལ་བསྒྲགས་རྒྱུ་ཡིན་པ་ཡིན་ན། དར་ཡང་གི་ནང་ལ་གར་བསླེབ་འོག་རེད་ཟེར་ན་གར་བསླེབ་གི་ཡོད་རེད་ཟེར་ན། ད་ལྟ་གི་ད་སྐས་བརྩིས་ལོ་གཅིག་སྐས་བརྩིས་བྱིས་པ་ལ་དམ་ཆོས་བྱིས་པར་དུས་ནག་གིས་བར་ཆོད་བྱུང་ངམ་མི་འབྱུང་དང། ཚིག་དེ་བརྩམས་པ་ལ་ལྟ་ཆོས་པ་ཅིག་གི་སྟེང་ནས་བཤད་ནས་འབྲི་གི་རེད་ཅེ་ན་ཆོས་དེ་ཚང་མས་འབྱི་དགོས་ཡ་ཅིག་རེད་དེ་ཡང་འདི་ལ་ཡ་ཆོས་ལ་ཡ་ཅིག་དུས་ཀྱི་བར་ཆད་དུར་མི་འདུག་ལྟ་ཡ་དེ་ཟིག་འོར་བ་དེ། ཡང་མཛངས་བློན་འབྱི་བར་རྒད་པོ་ཡིས་དཀའ་སྤྱད་འབྱུང་ངམ་མི་འབྱུང་ལྟ། ད་སྲིད་ཀྱི་བྱ་བ་རོབ་བྱེད་ནས་ཡང་ད་བློན་པོ་གི་བྱ་བ་རོབ་བྱེད་ཀྱི་ཡིན་ན་དེང་སང་དེ་ཚོས་མ་ལ་ད་ལ་མ་སོང་ད་དེ་རུ་བ་གཞུང་གི

ད་དེ་ཡང་ཏན་ཏན་ཡོད་རེད་སྨན་པ་གཅིག་སོ་སོ་སོའི་གི་སྐེག་ཚིག་གི་ཐོག་ནས་ནས་ནད་པ་ལ་ཡང་བྱ་བ་ལམ་འགྲོ་རོབ་ཅིག་ག་རེ་ཡོང་གི་ཡོད་མེད་དེ་གང་ལྟར་ལྟ་རིགས་དྲི་བ་དེ་ཚོ་གི་ད་ནད་པའི་གི་བྱ་བ་གྲུབ་མ་གྲུབ་ཟེར་དུ་ཟེར་བ་དེ་ནི་སྡུག་ཏུ་འགྱུར་རམ་མི་འགྱུར་བཏང་ཟེར་དུས་ཙམ་པ་ལ་གཅིག་ཡོང་བ་ད་ག་ནང་བཞིན་གི་དཔའ་བོ་དམག་ལ་ཆས་པའི་དུས་སུ་དགྲ་དང་གྱོད་ཀྱི་འཚེ་བ་ཡོང་མ་ཡོང། སྡིག་མ་སྡིག་བསལ་དང། ད་ཚོང་པ་གྲགས་ཅན་ནི་ལམ་དུ་ཞུགས་པ་ལ་ནི། གྱོད་ཁ་དང། རྐུན་མ་ཇག་པ་དུ་ཚོད་འབྱུང་གི་དུ་འབྱུང་གི་མི་འདུག། ཞེས་སྒྲོག། ད་ཅི་ཡོང་གི་དེ་ནི་ཞེ་ན་བྱ་བ་གྲུབ་མི་གྲུབ་དེ་ལ་བལྟ་དགོས་གི་ཡོད་རོ། ཡང་བྱེ་བྲག་ང་ཚོ་དེ་ནི་སྲོག་གི་གར་སྟེགས་འདི་ཡོད་ཟེར་ན་དར་ཡང་ན་ལ་ཚེ་སྲོག་ཧུར་ཐུམ་ཡོང་མ་ཡོང་ཟིན་གྱི་འདུག་བ། ལུས་ལ་ལུས་ནད། ལུས་ལ་ནད་དུག་འབྱུང་མི་འབྱུང། དབང་ཐང་ལ། དབང་ཐང་སྒང་སྟོང་ཇི་མ་ཇིས། ཀླུང་རྡོལ་བསོད་ནམས་སྐྱེ་མི་སྐྱེ། ལྷ་འདྲེའི་ཁྲོམ་ཁ་ཟུག་མི་ཟུག། ད་དེ་མེ་དབལ་གྱི་སྟེང་ནས་ཡོང་འགོར་བ། ད་ག་ནང་བཞིན་གྱི་ད་ལེ་ལེ་ལེ་ལན་གྱི་སྐབས་ལ་གནམ་གྱི་འཇུ་ཐག་ཆད་མ་ཆད་ས་ཡི་སྟེང་འབུར་ཆུང་མ་ཆུང། འོ་དེ་འདུག་བ། ད་དེ་ནས་གནམ་སྒོ་ས་གོའི་སྐབས་ལ་ཕ་སྒྲུང་གནམ་སྒོ་ཇེ་མ་ཇེ། མ་ས་ས་གོ་རལ་མ་རལ་གསུངས་འདུག་བ། རེད་བ། ད་དེ་ནས་མ་གའི། སྐྱེགས་ཀྱི་རྩུབ་དལ་ནང་ལས་འདི་བརྩམས་པ་ལ་ངན་སྐྱེགས་ལྡོག་འདྲར། ངན་སྐྱེགས་ལྡོག་འདྲ་ཚུལ་ལྡོག་འདྲར་ཚུལ་མ་ཚུལ། ལྡོག་སྐྱོད་ཚུབ་མ་མདངས་མ་མདངས། རེ་འདོད་ཉི་མ་ཤར་མ་ཤར། གསུངས་འདུག་བ་འོ་དོ་ཚུལ་རེད། འོ་དེ་ནི་དེ་དག་ནང་བཞིན་གྱི། སྤར་ཁའི་ནང་ལ་འབྲས་ལྔ་ཚང་དུ་སྡོད་མ་སྡོད། བརྡུང་བའི་རྭ་ཅོ་ཆག་མི་ཆག། ལྟ་བའི་མིག་ནི་ལོག་མ་ལོག། ལྷ་འདྲེ་སྒོ་རུ་ཡོད་དམ་མེད་དགྲ་ངོ་བཙོན་ངོ་ཡོད་དམ་མེད་ལི་མཁན་འཆི་དུས་གནོད་མ་གནོད་དུ་བ། ད་ག་ནང་བཞིན་སྨྲེ་བའི་ནང་ལ་ད་ཅིག། ལྷ་འདྲེ་གི་གནོད་པ་གར་ཡོད་མེད་དེ་ཅི་དགར་འགོང་པོ་ཞུགས་མ་ཞུགས་ལ་སོགས་དཔར་མའི་བཟང་ངན་གསུངས་དུ་བ། འོ་ད་འདི་འདྲའི་གི་འདི་ཚོའི་དར་དབྱངས་ཀྱི་ནང་ལ་ཞུ་བཞག་པ་དེ་ཚེ་རབས་ལི་ཚེ་ཅིག་གི་ཚེ་རབས་ལི་ཚེ་དར་དབྱངས་དེ་ཞིག་ལ་སོགས་སྐྱེག་རྩིས་བྱེད་མཁན་སྟེགས་རྩིས་དར་དབྱངས་དེ་ཡེ་ཤེས་ལ་སོང། ང་ཚོ་དར་དབྱངས་དེ་སྟོན་གོ་སྐོར་བ་རྩིས་གཅིག་བྱེད་དུས་ངེས་པར་དུ་དར་དབྱངས་སྐྱེག་རྩིས་བྱེད་ཀྱི་ཡིན་ན་དེ་རིང་སྐྱེག་རྩིས་བྱེད་མཁན་དེ་རིང་ཞོགས་པ་དར་དབྱངས་སྟོན་གོ་སྐོར་རེ་གཤིན་རྩིས་བྱེད་ཀྱི་ཡིན་ན་ད་གཤིན་རྩིས་དར་དབྱངས། སྤྱིར་བཏང་གི་ཞོགས་པ་གི་རྒྱུན་ཁྱེར་གྱི་འདོན་པ་དེའི་ནང་ལ་ཆ་ཚང་གཅིག་མ་འདོན་པ་ཡིན་ན་ད་ཉི་མ་གཅིག་གི་དར་དབྱངས་དེ་ཐུན་གཅིག་གི་ནང་ལ་འགྲོ་དེ་གི་རེད་བ། དེ་མེད་ན་སོ་སོ་སོ་གི་རྩིས་དེ་དེ་རིང་ང་བས་ན། གཞུང་འབྲེལ་གྱི་རྩིས་རབ་ཚེ་རབ་ལས་རྩིས་བྱེད་དགོས་ཡ་དེ་སོ་སོའི་ལག་པ་ལ་ཡོད་པ་ཡིན་ན་ཚེ་ཚེ་རབས་ལས་ཚེ་དར་ཡང་ཅིའི་དོན། ད་ནང་བཞིན་གྱི་ཚེ་རབས་ལས་ཚེ་གཅིག་པ་དར་ཡང་འདོད་ཡོན་མ་བཅུ་ནི་ཀོ་ཤུ་བདུད་རྩིར་བཏགས་ནས་ང་ཚེ་རབས་ལས་གཅིག་གོ་དགོས་འདུག་ནི་ང་སྐར་མ་བཅུ་བཅོ་ལྔ་གཅིག་དར་ཡང་འདོན་གི་ཡིན་ཕྱིན་སོ་སོ་དར་ཡང་སྟོན་ཤར་ན་འགྲིག་གི་རོར་བ་ད་སྨན་རྩིས་ཁང་གི་རབས་ཅིག་གླེང་ན་རྩིས་ཆེན་ཇི་སྙེད་དུ་ཚུགས་གི། དེ་གལ་ཆེན་པོ་རེད། ང་ཚོའི་འདི་ཚོ་ད་འདི་གི།

སྐད་ཅིག་ཞི་དུལ་མེད་ཁ་ལ་མི་འགྱུར་རྩ་བའི་ལྡེའུ་དྲུག་གཅོད་བྲལ་ལྡེའུ་ཉི་ཤུ་བཞི། དེ་ནས་ད་ལྟའི་སྨེ་བའི་སྐད་ཕྲེང་རྣམ་པ་བཞི། ད་ག་ན་ཤི་རྩུབ་པའི་དད་བདུན། ཨ་ནི་གོ་དུར་གཉིས། ལུས་ནི་ལོག་སྨན་ལས་ལ་ཤི་ཟེར་ཏོག་སི་མ་འདས་མགུར་བ། དེའི་ནང་ལ་རྩ་དལ་བཞི་དེ་ཁོ་རང་གི་ལྡེའུ་གཅིག་ཡོད་རེད། ད་ད་ལྟ་ཞི་དུལ་མ་རང་བོར་ཏེ་སྐབས་ལ་ནི་གཅོད་བྲལ་ཉེར་བཞི་གི། བཏང་བཅོས་ཀྱི་དེ་འོས་ཀྱི་འགྲེལ་བཤད་དེ་གང་ལ་ཐད་ཀར་དེ་ནས་མ་བོར་བྱས་ན་འགྲིག་གི་ཡོད་རེད། དེ་ཡིན་ངེས་ད་ལྟ་རྣམ་པ་ཚོ་ད་སྤྱིར་བཏང་གི་བི་འདུར་དཀར་པོའི་ནང་ལ་ཡོད་རེད་ཁ་ཚང་རྒན་དཀོན་མཆོག་ལགས་ཀྱིས་ཚང་མ་ཕྱོགས་སྒྲིག་ཅིག་བྱས་ནས་རུ་མིག་གི་ལམ་ནས་བཟོ་ནས་བཏང་དེ་རྣམ་པ་ཚོར་ཕུལ་སོང་བ་དེའི་ནང་ལ་གཟིགས་བདེ་པོ་ཡོད་རེད་དེ་མེད་ན་དཔེ་ཆའི་ནང་ལ་གཟིགས་ཆོག་ཆོག་ཡོད་རེད་ད་སྤྱིར་བཏང་གི་རུ་མིག་བཟོས་བཞག་པ་དེ་ཚོ་ལྟ་བདེ་བོ་ཞིག་འདུག་བ་ཨ་ནི་ངས་ཡང་དེའི་ནང་ལ་སྔོན་མ་ནས་ལྟར་རུ་མིག་བཟོས་བཞག་པ་དེ་འདྲ་འདུག་དེའི་ནང་ལ། དེ། ལེན་བྱ་ཡུལ་རྣམ་པ་ཚོགས་ཀྱི་དེ་ལ་གཟིགས་བྱ་ན་རུ་བ། ད་ངས་ད་ལྟ་དེ་གར་ཞུགས་ཡིན་ཟེར་བ་ཡིན་ན་གནས་དུས་གནས་དུས་བྱས་ནས་ད་ལྟ་གཅོད་བྲལ་ཉེར་ཞིག་གིས་ང་ཚོ་གི་སྲོག་ལུས་དབང་ལུང་བཞི་པོ་གིས་ག་བ་ག་བ་བརྟག་དཔྱད་བྱེད་ཀྱི་རེད་ཟེར་དུས་འོ་དེ་ཅིག་ཞུ་གི་ཡིན། དཔེར་ན་སྲོག་དྲག་ཅིག་ཡིན་པ་ཡིན་ད་གཙོ་བོའི་ད་ལྟ་གི་རྩ་དེ་རྩ་བའི་དེའུ་བཞི་སྲོག་ལུས་དབང་ལུང་བཞི་དེ་བཞི་ལ་བཞག་པའི་ཐོག་ནས་ཨ་ནི། ད་ལྟ་འོག་ནས་མར་ཡོང་བདེ་བའི་གི་རྩུབ་ལྟའི་དུན་ལ་སོགས་པ་སྨེ་བའི་སྐེག་ཕྲེང་སོགས་པ་འདུ་ཚུལ་ཨ་ནི་འདི་ལྟར་སྦྱར་ནས་མར་འགྲེལ་ཞིག་རྒྱག་དགོས་རེད་གང་ཡིན་ཟེར་ན་ད་ང་ཚོ་གང་ཟག་གཅིག་གི་ལོ་གཅིག་གི་ཡིན་ནས་འདྲ་མི་ཚེ་གཅིག་གི་ཡིན་ནས་འདྲ་ཁོ་བོའི་གི་གཅིག་གི་གནད་འགག་འདི་གི་དེའི་བསྡོམས་བརྒྱབ་ས་དེ་སྲོག་ལུས་དབང་ལུང་བཞི་ཡི་སྒང་ལ་ཆ་ཚང་འདིའི་སྒང་ལ་འདུས་འགྲོ་དགོས་རེད་དེ་ལས་མ་འདུས་པ་གཅིག་ཡོད་མ་རེད་བྱས་ཙང་འདི་སོ་སོ་གི་ད་ག་བ་བདག་གི་བརྟག་དཔྱད་ག་བ་བྱེད་ཀྱི་རེད་ཟེར་ཏེ་ཁ་ཚང་ཞུས་བ་ཡིན། སྤྱིར་བཏང་གི་སྲོག་ལུས་དབང་ལུང་ཞི་བདེ། ཚེ་དཔག་གེགས་གཞིན་ནད་རྩི་ལ་སོགས་པ་དང། རྩིས་བྱས་ཡོད་ཡོད་དོ་ཅོག་ལ་དེ་གས་དེ་གས་དེ་ལས་ཀྱི་རེད་དེ་ཡང་སོ་སོ་སོ་གི་རྩིས་གར་བྱེད་ཀྱི་ཡོད་པ་དེ་ལ་བསྟུན་པའི་གི་དཔྱད་པ་བྱེད་ཟེར་དེ་སྐབས་དང་སྐབས་བབ་འདྲ་གི་མ་རེད་ད་ད་ལྟ་ཡིན་ན་གེགས་རྩིས་ཀྱི་ནང་ལ་ཡིན་ན་ཡང་སྲོག་ལུས་དབང་ལུང་སོ་སོའི་གི་ལས་གཅིག། བརྟག་དཔྱད་བྱེད་སའི་ཡུལ་གཅིག་ཡོད་རེད། དེ་སྟོན་གཞི་དེ་འདྲ་གི་མ་རེད་པ་དེ་རེད། དཔེར་ན་སོག་རབ་རེད་ན་ད་ཚེ་ལ་བརྟག་དགོས་རེད། ཚེ་སྲོག་ཧུར་ཐུམ་ཡོང་མ་ཡོང་ཟེར་ཡིན་གཅིག་ག་དེང་གི་གོང་ལ་འགྲོ་སོང་ང་ལྟར་ཡང་ན་ལོ་དེ་རེད། ད་གཙོ་བོ་དེའི་ལྟ་རྟོགས་སུ་མ་བརྟག་ཡོང་དུས་ཙམ་པ་ལ། ང་ཚོ་གི་ཚེ་དེ་ལ་གློ་བུར་གྱི་ད་རྐྱེན་བར་ཆད་ཡོང་མ་ཡོང་དེ་སྲོག་གི་དེའུ་དེ་ལ་བལྟ་དགོས་ཀྱི་ཡོད་རེད། ད་ག་ནང་བཞིན་གྱི་སྲོག་གི་དེའུ་དེ་དང། སྲོག་གི་རྡེའུ་དེ་སེམས་ཁམས་ལ་ཡང་འབྲེལ་བ་ཡོད་རེད་རེད་བ་ང་རང་ཚོ་གི་བསམ་བློའི་གི་དཀའ་ངལ་ཅིག་ཡོད་རེད་བ་དེ་ལ་ད་དེང་སང་ཡིན་ན་ང་ཚོ Depression དེ་ད་ང་ཚོ་གར་བཟོ་དགོས་རེད་བས་ལོ་ཁ་ཤས་ཅིག་སྔོན་ནས་ཅིག་ནས Depression སྐོར་ལ་སྨན་རྩིས་ཁང་གི་བགྲོ་གླེང་གྲབས་བྱས་ཡོད་རེད་ད་ག་བ་ཆ་ཤས་གླེང་བ་ཡིན་ན་རྩིས་དེ་ཚོ་ཆ་ཤས་གླེང་གི་ཡོད་རེད་བ་འོ་དེ་ངས་ཡང་སྔོན་མ་ཟླ་གཅིག་གི་ལུས་སེམས་སྲོག་གསུམ་གྱི་ཐེངས་མ་དང་པོ་གི་བགྲོ་གླེང་ནང་ལ་མཉམ་ཞུགས་བྱས་པ་རེད། དེ་དུས་ཕལ་ཆེར་སྨན་དང་རྩིས་ཀྱི་སྒོ་ནས་ཅིག་བཤད་པ་ཡིན། ཨར་ལས་དེ་དུས་ངས་དང་པོ་དབུ་འཛིན་ཚེ་བཀྲ་ཤིས་ཀྱིས་སྨན་རྩིས་ཆོས་གསུམ་ཀ་ནས་བཤད་གསུང་གི་འདུག་ཡག་ཡག་ཞུས་ཡིན་ད་ཉན། འགྲིག་གི་རེད་ལ་ཞུས་ཡིན་ང་དེ་དོན་དྲི་རབ་ཅིག་གང་ལ་གང་ཟེར་བྱས་ཡིན་ང་མཐའ་མ་དེ་སྨན་རྩིས་འགོ་ཁྲིད་ཚོགས་ཆུང་གི་ཡང་རེད་བ་ད་ཁྱེད་རང་རྩིས་ཀྱི་སྒོ་ནས་བཤད་ཟེར་བྱས་ཨ་ནི་ཡང་དེ་ཡང་རྩིས་ཀྱི་སྒོ་ནས་དུམ་བུ་རབ་ཅིག་སྤྲད་རྒྱུ་རྐྱེན་སྐོར་ལ་བཤད་ཟེར་བྱས་འདུག་ཟེར་བྱས་སླད་དུས་ག་ལ་ཨང་ད་ག་རང་བཤད་པ་ཡིན། འོ་ཡིན་དུས་སྐབས་ལ་ད་གང་ལྟར་གང་ཚོད་གོ་སྐབས་ཅིག་ཡོད་དུས་སྐབས་ལ་ད་དེ་སེམས་ཁམས་སྐོར་ལ་བརྟག་དཔྱད་བྱེད་ཡོང་དུས་སྐབས་ལ་ད་ད་འདི་སྲོག་གི་སྟེང་ནས་ཡང་ཡོད་རེད་ལུས་ཀྱི་དེ་སྲོག་ལུས་གཉིས་ལྷག་པར་དུ་ད་བླ་དང་འབྲེལ་བ་ཤུགས་ཆེན་པོ་ཡོད་རེད་དུག་བརྟག་དཔྱད་བྱེད་དགོས་ཀྱི་ཡོད་པ་དེ་རེད། ད་དེ་སེམས་ཁམས་དང་ཚེ་སྲོག་གློ་བུར་གས་མཁན་ཡོང་བའི་སེམས་ཁམས་ཀྱི་ཆ་ལ་ཡི་བརྟག་དཔྱད་བྱེད་དགོས་རེད། དེ་རེད། ད་ཚེ་ལ་དེ་བྱེད། ད་ལུས་ཀྱི་གཙོ་བོ་དེ་ལུས་ནད་མདུང་ཁ་རིང་མ་རིང་སེལ་ཏེ་མྱ་ངན། ད་གཙོ་བོ་ལུས་ཀྱི་ནད་གཞི་དེ་རེད། རེད་བ། གཙོ་བོ་ནི་ལུས་ལ་ནད་གཞི། ད་འཚེ་བ་ག་འདྲས་ཡོང་གི་མ་ཡོང་དང། དེ་ཡང་ད་ན་ཅིག། ན་ཚ་ན་བ་དེ། ཅིག། ཡུན་རིང་ལུས་ཀྱི་སྐད་ཆ་རིག་ཡོད་རེད་བ། ནད་ཡུན་རིང་ལུས་སེལ་བྱེད་ཡོད་རེད་བ་ང་ཚོ་དེ། གོ། ཡང་དེའི་ནང་ནས་རྟོགས་ཐུབ་ཡོད་ཅིག་ཡོད་རེད། ཡིན་ན་དམིགས་བསལ་བུད་མེད་ཡིན་ན་སྲིད་ལ་བཏགས་པ་རེད་གསུང་གི་རེད་བུ་མོ་ཡིན་ན་ད་བུད་མེད་ཡིན་པ་ཡིན་ན་སྤུ་གུ་སྐྱེ་རྒྱུ་ཡོད་མེད་སྤྱིར་བཏང་ང་ཚོས་འདིའི་ནང་ལ་ཡོང་གི་འདུག་བ། ལུས་ཀྱི་དེའུ་དེ་ཡག་པོ་ཡོད་པ་ཡིན་ན་སྤུ་གུ་ཡི་དེ་མ་ཐག་མ་བཙའ་ཐུབ་ཡོད་ད། ད་ག་ནང་བཞིན་གྱི་ད་སྲིད་དེ་ཡང་ཕོ་མོ་ལྟ་ཡང། དེའི་གི་སྟེང་ནས་ཡང་ཁོ་བརྟག་དཔྱད་བྱེད། དགོས་འབྲེལ་བ་ཆགས་འགྲོ་ཡ་རེད། བྱེ་བྲག་ཡང་ལུས་ཀྱི་སྟེང་འདི་ལ་ཡང་སེམས་ཁམས་དང་སྦྱར་ནས་བརྟག་དཔྱད་ཅིག་བགྱིད་དགོས་དེ་རེད་ཤག་འོ་དེའི་ཕྱེད། དེ་ནས་དབང་ཐང་དེ་གཙོ་བོ་དེ་ད་ཟས་ནོར་དེ་རེད། དབང་ཐང་དགོས་རེད་ཟས་ནོར་གང་ཐོར་ཟ། ཟས་དང་ནོར་ལ་ཡ། ད་དེས་ང་ཚོ་ཟས་ནོར་ལ་དེ་འཛོམས་པ་ལ་ད། ཇི་ལྟར་ང་ཚོ་དེ་རིགས་ཀྱི་སེམས་ལྟར་ང་ཚོ་ལ་ནོར། ནོར་དེ་ལ་སྐམ་ནོར་དང་བློས་ནོར་སྲིད་ཉེས་བྱེད་ཀྱི་ཡོད་རེད་བ། ད་ང་ཚོ་ད་ལྟ་ཡིན་ན་བློས་ནོར་གྱི་སྐད་ཆ་དེ་ཤི་ར་ཡོད་མ་རེད། བློས་ནོར་ཟེར་ཡས་དེ་གོ་ཆོད་སེམས་ཅན་གྱི་རིགས་དང་ཨ་ནེ་ཡི་མིག་གིས་དག་ཏུ་བཟུང་ཡས་གི་ད་ཁྱི་དང་ཕག་པ་དང་ཟེར་ཡས་ཅིག་ཡོད་རེད་བ་ད་གཞི་མི་དང་ཟེར་ཡས་དུ་ཚོད་རིགས་དུ་ཚོད་ལ་གོ་བ་ལེན་དགོས་རེད། དུ་ཚོད་ལ་བར་ཆད་ཡོང་མ་ཡོང་ཟེར་ཡས་དེ་ཤེས་དགོས་རེད་བ། ད་དེ་ཡིན་ན་དེང་སང་ད་གྲོང་ཁྱེར་དུ་ཚོད་ནང་དེ་དེ་ཉིད་དུ་ཚོད་འགལ་ཡོད་མ་རེད་ཡིན་ན་ཡང་གྲོང་གསེབ་དེ་དུ་ཚོད་ལ་འཕེལ་རྒྱས་ཆེན་པོ་རེད། བྱས་ཙང་དེ་ནི་གོ་ཆུ་སེམས་ཅན་ལ་སོགས་པའི་གི་བློས་ནོར་དང། ད་ང་ཚོ་དངོས་སུ་ནང་ལ་ཡ་གསེར་དངུལ་ཟངས་ལྕགས་ལ་སོགས་པའི་གི་ལྟར་ཅིག་ཡང་དངུལ་དང་འབྲེལ་བ་ཡོད་པ་ཅིག་ཡོད་ར་བ་དེ་ལ་སྐམ་ནོར་བྱས་ནས་ལབ་གི་ཡོད་ར་བ། བྱས་ཙང་ད་དེ་ཉིད་གཉིས་ཀ་ལ་འབྲེལ་བ་ཡོད་རེད་དེ་ཚོ་བྱུང་མ་བྱུང་དེ་འདྲ་རེད། ཨ་ད་དེང་གི་གོང་ལ་བྱུང་སོང་ཨ་ད་ནི་དཔེར་ན་ད། གར་ས། དཔེར་ན་དམག་ལ་འགྲོ་ཉལ་འདྲ་བོ་དེ་འདྲའི་བཏང་ཚོང་ལ་འགྲོ་ཉལ་འདྲ་བོ་དེ་འདྲའི་བཏང་ད་ཁོ་རང་གི་ལས་ཀ་ཡང་མ་འདྲ་མ་འདྲ་སྐྱེས་པ་བུད་མེད་ཀྱི་ཆ་ལ་ཡང་ཁོ་ག་རེ་ག་རེ་གཙོ་བོ་སོང་ནས་ལྟ་གོ་གི་འདུག་འདུག་སུ་བྲེལ་ཡོང་གི་རེད། གཙོ་བོ་ད་དབང་ཐང་དེ་རྒྱུ་ནོར་ལོངས་སྤྱོད་ཀྱི་འཕེལ་འགྲིབ་དང་ཨ་ནི་བརླག་གཏོར་ལ་ལྟ་གོ་རེད། གཏོར་བརླག་ཟེར་བྱས་པ་དེ་བཅའ་བརླག་བརླག་གཏོར་ཡོང་ཡས་དེ་ཡང་ད་དེང་སང་དུས་ཚོད་བརླག་དོར་དང་ད་རྐུན་ཇག་གི་རིགས་བཤད་ན་འགྲིག་གི་འདུག་ག་ལྟར་བཅོམ་ཉེས་བྱེད་ཡོར་བ་དེ་རྐུན་ཇག་གི་རིགས་དུ་ཚོད་ལ་ཡང་འདྲེས་ནས་མ་ད་འགྲེལ་བཤད་རྒྱག་པོ་ཡོད་རེད། དབང་ཐང་གི་དེའུ་དེ་ཡག་པོ་མིན་ན་ད་ཕལ་ཆེར་ཁྱེད་རང་ད་དཔེ་ན་ཁོ་དབང་ཐང་དེའུ་ཡག་པོ་མིན་དེའུ་ཡག་པོ་མེད་ན་ད་ཁོའི་གི་དབང་ཐང་ལ་ཡང་ད་ལོ་གོད་ཆག་ཡོང་གི་འདུག་ཨ་ནི་ལྷག་པར་དུ་གཅིག། དེའི་ནང་ལ་དག་ཅིག་བླག་གཏོར་གྱི་རིགས་དུ་ཚོལ་དགོས་རྐུན་ཇག་དང་བླག་གཏོར་དང་དེ་འདྲས་ཡང་ཡོང་སྲིད་པ་རེད་ཟེར་ཏེ་འགྲེལ་བཤད་ཡང་རྒྱབ་བཀལ་ཏེ་གལ་ཆེན་པོ་ཆགས་བསྡད་ཀྱི་ཡོད་རེད། དེ་ནས་རླུང་རྟ་དེའི་ནང་ཙོག་སྟེ་མཐུན་ལམ་དེ་ལྟ་གི་ཡོད་རེད་བ། མི་ཁ་བྱམས་ཀྱང་ཟིག་བར་རྩིས་ཀྱི་བཞུགས་གནང་ལ་ནི་མིག་གིས་ཅིག། ལྟ་སྟངས་འགའ་འདྲེས་འདུག་མི་འདུག་དེ་རླུང་རྟ་གི་རྟགས་ཀྱི་ཡོད་རེད། ནི། ད་གཙོ་བོ་རླུང་རྟ་དེ། ད་རླུང་རྟ་ལ་བལྟས་ནས་ཡར་མར་བྱས་དེ། ད་ལྟ་དཔེར་ན། རླུང་རྟ་དང་དཔེར་ན་གནམ་སྒོ་ས་གོས་གང་ལ་འགྲེལ་བཤད་བྱ་ཡོང་དུས་སྐབས་ལ་ད་ད་ལྟ་ཡིན་རྒྱུ་དེ་གནམ་སྒོ་ས་གོས་གང་ནི་ལས་ཀྱི་རུ་བ། གནམ་སྒོ་ཁྱེར་སོང་ན་ཡང་ནི་ཡལ་ནས་དྭངས་བ་ཡོང་ཡ་དང། ས་གོ་ཁྱེར་སོང་ན་མེད་ནས་འཚུབ་འཚུབ་འཚུབ་པོ་ཡོང་ཡ་དང་དུས་ཚོད་ད་རླུང་རྟ་ཡག་པོ་མེད་པའི་ཁུལ་ལ་ནི་ནང་ཁུ་ས་གོ་བབས་སུ་ན་ཨ་ནི་དེ་ཚོས་ཨ་ནི་ཐག་བཅད་ནས་ཞུ་ཐུ་ཡ་རོབ་ཅིག་ཆགས་འགྲོ་གི་ཡོད་ད་འོ་དུ་ཚོ་ཚང་མ་ངས་དེ་གང་ལ་ཞུས་པ་ནང་བཞིན་སོག་ལུའི་དབང་ལུང་གི་རྩ་བའི་དེ་གཞི་དེ་དང་ཨ་ནི་མ་གལ་གི་ད་བདག་གི་ཆ་ལག་གཞན་དག་དེ་ཚོ་མཉམ་དུ་སྦྲེལ་ནས་ལྟ་ཐུབ་དགོས་དེ་གལ་ཆེན་པོ་རེད་ཞུས་པ་ཡིན་པ་དེ་རེད་འོ་དེ་བྱས་ད་ཅིག་མཐུན་ལམ་ད་ལྟར་བྱ་བ་ལམ་འགྲོ་དང། ད་ནི་རླུང་འདྲེ་དེ་ལ་ཡང་ད་དགྲ་ཡི་གནོད་པ་བསིལ་བར་བ་འོ་འདི་ཚོ་ཡང་ལྟ་གི་རེད། འོ་དེ་ཡི་འདོད་སྐབས་ལ་ད་གཅོད་བྲལ་ཉེར་ཞི་གི་ནང་ན་ཡང་ད་གཅོད་བྲལ་ཉེར་ཞིའི་ཁ་དམར་གི་དེའུ་བཞི་དེ་མདོར་ན་སྲོག་ལུས་དབང་ཐང་རླུང་རྟ་རེད། ཨ་འདིའི་ནང་ལ་བྲེལ་ཤ་གཅིག་བབས་ཡོང་གི་རེད་ད་འདི་ག་སོ་སོ་གི་དེ་ལ་བལྟ་དགོས་རེད་རེད། ད་ང་ཚོ་དུས་ཤོས་གཅིག་བྱས་པ་ཡིན་ནའི་སྐེག་རྩིས་ཀྱི་ད་ད་ལོ་རེ་རེ་གི་ད་ད་ང་ཚོ་གི་ལོ་དུས་ནང་ལ་མ་བོར་དེ་གི་སྐེག་རྩིས་བྲེལ་ཁ་འདི་དྲུག་རབ་ཙེ་མཚོན་པ་ཡིན་ན་ཡང་ད་ག་རང་རེད་བ།

ད་གཙོ་བོ་གཅིག་དཀའ་ངལ་རབ་ཤུགས་ཆེ་ཡོང་གི་ཡོད་མེད་དེ་ད་མྱ་ངན་འདི་འབབ་བྱུང་མ་བྱུང་ཟེར་དེ་ཨ་ནི་ལྟ་གོ་རེད། ད་སྐྱེག་ལ་སྐྱེག་ཇི་འདྲ་མ་ལྟ་ཡ་དེ་ད་གཤམ་ནས་མ་གླེང་ཡོང་གི་རེད། དེ་མ་དྲིས་ཤིག་དུར་རྒྱུགས་དུར་རྒྱུགས་ཞུ་གི་ཡིན། དེའི་སྐོར་ལ། སྤྱི་བཏང་གིས་ད་རྩིས་ཀྱི་ནང་ལ་ག་རེ་བསྟན་བཞག་པ་དེ་བེད་འདུར་དཀའ་བ་དང། ད་གཙོ་བོ་དགེ་བཤེས་ཀྲོའུ་ཏི་བྷི་འདུར་ཀ་བ་རུ་བ་ཚིག་གི་རྩིས་འགྲེལ་མ་བསྟན་ཡོང་དུས་སྐབས་དུས་ཚོད་འཁོར་དེ་ཁ་ཚང་མཁན་དཀོན་མཆོག་ལགས་ཀྱིས་ཕྱོགས་སྒྲིག་ཡག་པོ་གནང་འདུག་བ་དེ་རེད། ད་ནི་དེ་ནས་མ་ད་ཁ་ཚང་རྒན་འཇམ་པ་སྐལ་བཟང་ལགས་ཀྱིས་རྒྱ་ནག་སྐད་ཐོག་ཏུ་བྲིས་ནས་ཡང་དེ་གའི་དེ་ཡར་འགྲེལ་བཤད་ལག་ལེན་སྐབས་ལ་ག་ཚོད་ད་འགྲེལ་བཤད་རྒྱག་དགོས་མེད་དེ་ཕོག་མར་གཡས་ནས་ཞིབ་ཏུ་ཅིག་གསུངས་སོང་བ་དེ་ཚོ་ཡིན། རྣམ་པ་ཚོ་གིས་ངེས་ཐུབ་པ་ཡིན་ན་ཕན་ཐོགས་པ་ཡོང་ས་རེད། ཨོ་རྒྱན་གྱི་གཙོ་བོས་ད་མྱ་ངན་འདི་འབུབ་བྱུང་མི་བྱུང་ཟེར་ཏེ། ཅིག་བརྟག་པ་ཡང་ཅིག་བྱེད་ཁོ་རང་ཁོ་རང་དམིགས་བསལ་ཡང། ཀྱེ། མི་འགྲོ་བ་མི་འགྲོ་བ་ཅིག་ཡོད་རེད་བ། འོ་དེས་སོ་སོ་སོ་སོ་ལ་ག་རེ་ལ་ཉན་གྱི་ཡོད་མེད་དེ་ཆ་ཚང་བྱེད་ཀྱི་ཡོད་རེད། དེ་ཉིན་རོབ་ཚ་རོབ་ཚ་གཤམ་དེ་ནས་མར་འགྲེལ་བཤད་ཞུ་གི་ཡིན། རང་གེགས་དེ་ག་དེ་གནང། ཨ་ནི་གྲྭ་ཤེས་ཀྱི་གེགས་དེ་ད་དུས་ཟུར་དེས་ལབ་ཀྱི་ཡོད་རེད་ད། དུས་ཟུར་དེ་ལ་དམིགས་བསལ་གྱིས་ད་ཁོ་ལ་ག་རེ་ཡོང་གི་རེད་ཟེར་ན། གཏོར་བརླག། དགྲ་དང་གཏོར་བརླག་ཡོང་གི་ཡོད་རེད་འོ་དེ་ཡང་གནད་འགག་ཅིག་རེད་ཤག། བཅའ་ལག་ད་གན་གྱི་གོང་ལ་བཅའ་ལག་བོ་དོར་ཡོང་ཡ་ད་སིག་ཏུ་དབང་ཐང་ལ་གཏོར་བརླག་ཡོང་གི་རེད་ཟེར་དུས་ཚོད་འོ་དེ་ད་དེ་དབང་ཐང་གི་དེ་འོས་ཡག་པོ་མེད་ཨ་ནི་དགྲ་ཤེས་དེ་སྐབས་ཁྱེའུ་འདི་སྐབས་ལ་ནི་གཏོར་བརླག་ཡོང་གི་རེད་ད་དེ་ཚོད་འདས་པའི་ནང་ལ་ང་རང་ཚོས་ད་སོ་སོ་སྒེར་གྱི་རྩིས་ཆ་བྱེད་དུས་ཡང་འོ་དེ་འདྲས་དེ་འདྲས་ད་ཡོང་གི་ཡོང་གི་ཡོད་པ་ཞིག་ལ་བྱས་ནས་རྩིས་ཆའི་ནང་ལྟ་ནས་ནི་ད་གཟབ་གཟབ་བྱེད་དགོས་འདུག་ཅེས་ནས། གཏོར་ལ་ཡོང་གི་རེད་ཉན་གི་འདུག་ཅེས་ནས་བར་ལུང་བསྟན་ཡོང་དུས་སྐབས་ལ། ང་ཁོང་ཚོ་གི་ཚོས་ད་དེ་ལ་ཐབས་ཤེས་ར་བ་ག་རེ་ཡོད་རེད་གཟིགས་འདུག་ཨ། ཐབས་ཤེས་ནང་ལ་ད་ང་ཚོ་གཅིག་གི་སྤྱི་བཏང་གི་ད་དེ་ནང་ལ། སྤྱོད་ཀ་ཡང་ཁོ་རང་ལོགས་སུ་ཡོད་རེད་དེ་ཡང་ད་གཙོ་ཆེ་ཤོས་ད་ཡང་ང་ཚོ

བ་ཀུ་ནང་ལ་ད་སྲུང་འཁོར་གྱི་བ་ཀུ་ནང་ལ་བླུག་བཞག་འདུག་བ། ཨ་ནི་ད་མོ་རང་ལྟད་མོ་ད་ག་འགྲོ་ཨ་ནི་བ་ཀུ་ད་ག་བ་ཡོད་མེད་ཧ་མོ་གོ། ཨ་ནི་ནང་ལ་ཚུར་ལོག་ཡོང་དུས་ད་བ་བ་ཀུ་བརླག་འདུག་བ་བ་ཀུ་བརླག་དུས་སྐབས་ལ་ད། ད་ད་ལྟད་མོ་ད་ཟེར་དེ་ལ་པིག་ཅག་ཧོལ་རེད་བ་ད་དེའི་ནང་ལ་ལྷག་མེད་འགྲོ་ཟེར་བྱས་དེ་ཁ་པར་བཏང་བྱས་དུས་ཨ་ཁོ་ཚོས་གི་ཨ་ནི་ཕི་ནི་རྙེད་ནས་ཚུར་གླེན་ག་ཡོང་དུས་སྐབས་ལ་ཨ་ནི་ཅིག། ད་བ་ཀུ་ལ་རིམ་པ་རབ་བྱེད་གཉིས་འདུག་བ་གཉིས་ཡོད་དུས་སྐབས་ལ་ཨ་ནི་མདུན་དེ་ལ་དཔེ་ཆ་བལྟས་ཚེ་ཡོད་ས་རེད་དེ་ག་དེ་མི་འདུག་ལ་ཨ་ནི་ནང་སྒོ་དེ་ལ་ད་ཕྱོགས་གཅིག་དེ་ལ་ད་དེ་ཡོད་ས་ད་དཔེ་ཆ་ཡོད་ཅེས་ད་དེ་དཀར་དྲག་དེ་འདྲ་ཡོད་ས་རེད་བན་གྱི་ཨ་དེ་དང་སྲུང་འཁོར་དེ་དེ་ནང་ལུས་བཞག་ཡོད་ས་རེད་ཨ་འདི་ལ་ལག་པ་ཁོ་ར་ཆགས་མི་འདུག་ལ་དེ་བྱས་ཏེ་ད་མོ་རང་གི་དེ་ད་གཞན་དག་ལ་ལབ་ཏུ་ཨ་འདྲ་བྱེད་ཀྱི་འདུག་ཨ་ནི་མི་ཏུ་ཚོས་བྱས་ལ།

འོ་དེས་གནད་འགག་ཆེན་པོ་ཞེ་བོ་གཅིག་གཅིག་བྱས། ལྷག་པར་དུ་མི་རྒན་པ་དང། ཨ་ནེ་བུད་མེད་འབྲུག་མ་ལ་ཡང་དེ་ཚོ་ཚུད་པ་ཡོད་སྲིད་བོར་བ་ཐུན་གསུམ་གྱི་ཁྱིམ་མཚེས་འདི་ལ་ད། ཁྱིམ་མཚེས་སྐད་དེ་ལ་ཅིག་ནད་ཕོག་པ་ཡིན་ན་དེས་ཡང་ནད་ཤེས་ནད་ཡུན་རིང་པོ་ཡོང་གི་ཡོད་རེད་ལབ་ཀྱི་ཡོད་རེད་བ། ཡང་དེ་ལ་གཏོར་བརླག་དང་དེ་ཚོ་རེད་ད་ཁྱིམ་མཚེས་ཀྱི་སྐད་དེ་ལ་ང་ཚོ་སྤྱི་བཏང་གི་སྐད་ནང་བཞིན་གྱི་ཡང་ཐག་རིང་པོར་འགྲོ་ཡ་ཡོད་མ་རེད་རྗེས་སུ་མི་འགྲོ་བ་སྲིད་གི་འདུག་བ་དེ་རེད། སིང་ཉིན་གྱི་སྐད་དེ་ལས་ཡང་མི་ལྟ་ཞིང་འདྲི་དང་གསོན་ཞིང་ལག་འབྲེལ་གྱི་གནས་ཚུལ་ཡོང་གི་རེད། ཨ་ནེ་ཤིང་བུ་དུ་བཟོས་ཉིན་ལམ་དང་ཡན་ལ་སོགས་པ་དེ་འདྲས་ཡོང་གི་ཡོད་རེད། སིང་ཉིན་དེ་ལྷག་པར་དུ་དུར་ཁུ་དེ་མཉམ་དུ་འབྲེལ་བ་བྱས་ནས་བཏགས་པོ་རེད་དུར་ཁུ་དེ། འོ་དེ་རེད་ད་སྐྱབས་མདའ་ཡིན་ན་ད་བཟའ་ཚང་གཅིག་གི་ནང་ལ་བཏགས་ཡར་བ། སངས་རྒྱས་རབ་རིབ་ཡིན་པ་ནི་ད་གཙོ་བོ་དེའི་ནང་ལ་དངངས་སྐྲག་ཡོང་མི་ཡོང་དང་ཨ་ནེ་ཁ་ཆུ་དེ་འདྲས་མིག་གི་རྩོད་པ་དེ་འདྲས་ཡོང་གི་མ་རེད་ཡོང་མ་རུང་ས་དེ་ལ་བཏགས་དགོས་ཀྱི་འདུག་གཞི་ཤེས་དེ་ཡིན་པ་ཡིན་ན་གཙོ་བོ་དམིགས་བསལ་གྱིས་ད་བློ་འཚེ་བ་དེ་ག་རེ་ཡོད་ཟེར་ན་དེ་ནི་ཡེ་འདྲོག་སེ་བོར་གློ་བུར་གྱི་བར་ཆད་འདྲ་བོ་ཅིག་དང་ལྷག་པར་དུ་ཚོང་དང་ཐག་རིང་དུ་འགྲོ་བ་ལ་སོགས་པ་དེ་ཚོ་ལ་བེད་སྐྱེལ་ཆེན་པོ་རེད་ཤག་ད་འདི་ཐག་རིང་དུ་འགྲོ་བ་ཟེར་དེ་ཡང་མང་པོ་སླེ་གིར་ད་དངོས་གཞི་ལྟ་དུས་ད་ཁོང་ཚོ་ཡར་མར་འགྲོ་དགོས་ཡོད་ད་ལོ་གཅིག་རྗེས་གཅིག་ལ་འགྲོ་དགོས་ཡོད་ཟེར་དུས་སྐབས་ལ་དེ་ནི་ཡང་ཆོག་བཟང་ངན་ཅེས་འཚལ་དགོས་ཅི་གི་རེད་འགྲོ་ཆོག་དང་མ་ཆོག་ཅེས་ཡང་བཤད་དགོས་ཅི་གི་རེད་འོ་དེ་རེད་འོ་ཡ་ད་ད་འདི་དེ་དེ་ཚོ་ཡང་དུམ་མཚམས་རོབ་ཅིག་བཞག་ན་མི་འདུག། ང་རིང་དྲགས་ན་ཡག་པོ་མི་འདུག་དེའི་ཆེད་ཨ་ནི་ངས་དེ་རིང་དེ་ཇི་ཞིག་དེ་མཚམས་འདེད་བྱ་གི་ཡིན་རེད་བ། ད་ཧ་ལམ་འདྲ་བོ་ཅིག་དེའི་ནང་ལ་བརྟག་དཔྱད་བྱེད་སའི་གི་ཡུལ་ལུས་འདྲ་བོ་དེ། ད་ལྟ་དེ་དཔའ་ཏོ་ཞུས་ཚར་བ་རེད་ད་དེ་ནས་མ་རྨེ་བའི་སྐད་འཕྲིན་དང་དགུ་གཏོར་གཉིས་དང་ལེ་ལག་རྣམ་བཞི་དང། ཨ་ནི་དུས་ཆད་གནང་སྒོ་ས་པོ་དེ་གི་དེ་ད། དུས་མཇལ་མ་དེ་ལ་ཞུ་གི་ཡིན།